སྤྱོད་འཇུག་གི་ནང་དུ། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤངས། བདག་ཡིད་ལས་སར་གང་དུ་འགྲོ་བར་འགྱུར། གང་དུ་གནས་ནས་བདག་ནི་བྱ་ཞུགས། བློ་ཞེན་དག་ལ་བརྩོན་པ་མེད་པར་ཟད། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤངས་གསུངས་ལ་ཞི་བ་ལ། ཉོན་མོངས་ཉོན་མོངས་ཟེར་ཚིག་གཉིས་འདུ་བ། ཉོན་མོངས་ཞེས་པའི་ཚིག་དང་པོ་དེ་ཆགས་སོགས་ཉོན་མོངས་པའི་ཀྱི་བློ་ལ་གོ་བར་བྱེད། ཚིག་གཉིས་པ་ཉོན་མོངས་ཞེས་པ་སྟེ་དེ་ལྟ་བུའི་ཆགས་སོགས་ཉོན་མོངས་པའི་དགེ་བློ་དེ་ལ་བློ་གྲོས་ཀྱི་རྣམ་པར་དཔྱད་ན། ཁོ་རྩ་བ་དང་ཕྲ་བ། ངོ་བོ་ཉིད་ཀྱིས་མ་གྲུབ་པ། རང་བཞིན་ཉིད་ཀྱིས་མ་གྲུབ་པ་ཞིག་རེད་མ་གཏོགས་དོན་ལ་གྲུབ་བསྡད་པ་དང། བློ་ཡིས་བརྟགས་པ་ཙམ་མ་ཡིན་པར་དོན་དུ་གྲུབ་བསྡད་པའི་གེ། ཆོས་མ་རེད། ཉོན་མོངས་དེ་དེ་འདྲ་ཡིན་དུས་ཁོ་ལ་དཔྱད་ན། ཁོ་རང་ཡང་ཉོན་མོངས་པ་རེད་ཞེས་པའི་སྐབས་སུ་ཚིག་གཉིས་པ་དེ་ཁོ་ནུས་པ་མེད་བསྡད་པ། སྟོབས་མེད་བསྡད་པ། མ་དག་མ་བྱས་ཚེ་དེ་ཡི་དབང་དུ་སོང་ནས། བག་ཆགས་དྲག་པོའི་རྒྱས་སུ་སོང་ནས། ལྟ་ཐུག་ཟིན་ནས་ཉོན་མོངས་དེ་གི་ང་སོགས་ལ་ཚུལ་དབང་སྒྱུར་བྱེད་བདེ་བ་ཅི་རེད་མ་གཏོགས། རྣམ་དཔྱོད་ཀྱི་ཤེས་རབ་བསྐྱེད་ནས་ཐོས་བསམ་སྒོམ་པའི་ཤེས་རབ་བསྐྱེད་ནས་དོན་ཉམས་སུ་བླངས་ན། བླངས་ནས་ཉོན་མོངས་དང་རྣམ་པར་རྟོག་པའི་གི་ཚུལ་དེ་བཟོ་བྲལ་གི་རང་བཞིན་ཉིད་ལ་བརྟགས་ཤིང་དཔྱད་ནས་དེ་དག་གི་ཚུལ་ལ་བརྟགས་ཤིང་དཔྱད་ནས་དོན་དམ་རྣམ་དཔྱོད་ཀྱི་ཤེས་རབ་ཀྱིས་བསྐྱེད་ན། སྐྱེ་འགག་འགྲོ་འོང་དང་བྲལ་བ་རྩ་བ་དང་བྲལ་བ་ཡིན་པ་ཤེས་ཡོང་དུས་ཉོན་མོངས་ཁོ་རང་ཡང། རྟགས་ཅན་མ་ཐམས་པའི་སྐབས་སུ་ཉོན་མོངས་པ་ཤེས་པའི་སྐབས་སུ་འཇིགས་སུ་རུང་བ་ཅིག་མཐོང་བ་རེད་དེ། དེ་ལ་རྟགས་བཞིན་དཔྱད་ན་དེ་ཡི་རང་བཞིན་ལ་རྟགས་བཞིན་དཔྱད་ན་དེ་ཡི་ཚུལ་ལ་ལེགས་པར་དཔྱད་ན་ཁོ་རྩ་བ་དང་བྲལ་བ་ཡིན་འདུག་ཁོ་རང་ཡང་ཐབས་སྐྱོ་བོ་ཅིག་ཆགས་བསྡད་ཡོད་རེད་ཤེས་པའི་སྐབས་སུ་ཉོན་མོངས་ཉོན་མོངས་ཟེར་ཚིག་གཉིས་ཡོང་གི་ཡོད། ད་འོ་ན་དེ་སུས་སྤང་ཐུབ་ཀྱི་རེད་བཤད་ཡོང་དུས་དེ་འདྲ་གི་ཉོན་མོངས་དེ་སྤང་དུ་རུང་བ་རེད་བས་སྤང་ནུས་པ་རེད་བས་སྤང་ཐུབ་པ་རེད་བས་ཟེར་ན་སྤང་ནུས་པ་རེད། རྒྱུ་མཚན་ག་རེད་ཟེར་ན་ཁོ། ཉོན་མོངས་རང་གི་རང་བཞིན་ལ་སྐྱེས་ན། ཁུ་ཡོག་མ་རེད། དོན་ལ་གྲུབ་ཡོག་མ་རེད། གྲུབ་ཡོག་རེད་བསམ་པའི་ཕྱིར་རང་གི་བག་ཆགས་ཀྱི་བློ་ཡིས་ཐོག་མེད་ནས་གོམས་པའི་བག་ཆགས་ཀྱིས་མེད་པ་ལ་ཡོད་པ་འཛིན་ནས་ཉོན་མོངས་ཀྱི་དབང་དུ་སོང་བ་རེད་མ་གཏོགས། དེ་ལས་ལྡོག་སྟེ་ཡང་དག་པའི་ཤེས་རབ་ཀྱི་རྩལ་བསྐྱེད་ནས་དེ་ཡི་ཚུལ་ལ་སྐྱེས་ན། གཉིས་མ་རེད། ཁུ་གྲུབ་ཡོག་མ་རེད། ཁུ་གློ་བུར་བ་རེད། ཀུན་རྟོག་གི་རྟགས་བཞག་པ་རེད། ཚེ་རབས་ཐོག་མེད་ནས་གོམས་པའི་བག་ཆགས་ཀྱི་རྟགས་བཞག་པ་བྱེད་རོལ་མ་གཏོགས་དོན་ལ་ཡོད་མ་དེར་བརྟེན་ནས་ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤངས། སྤང་ཐུབ་ཀྱི་རེད། དེ་སྤང་མཁན་དེ་ཤེས་རབ་ཀྱི་མིག་ཟེར་ན་ཤེས་རབ་ཀྱི་བློ་གྲོས། ཁྱད་པར་ཅན་ཞིག་གིས་སྤང་དགོས་ཀྱི་རེད། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤངས། བདག་ཡིད་ལས་སར་གང་དུ་འགྲོ་བར་འགྱུར་ལྟ་རྣལ་འབྱོར་པས། ཐོས་བསམ་སྒོམ་པ་མཐར་ཕྱིན་ནས་ཉམས་ལེན་ལ་ཡདོ་རུ་འཕྲོད། ཉམས་ལེན་གྱི་བཙན་ས་ཟིན། དུད་འགྲོ་གཅིག་གིས་རྣལ་འབྱོར་པ་ཁྱད་པར་བ་གཅིག་གིས། དེ་ལྟ་བུའི་གི་ཉོན་མོངས་དེ་རང་བཞིན་མེད་པའི་ཉོན་མོངས་དེ། རང་གི་བློའམ་རང་གི་ཤེས་པའམ་རང་གི་ཡིད་ལས་ཉོན་མོངས་པ་དེ་ཁ་ཁྲལ་ཚར་ན། ཉོན་མོངས་པ་དེ་བཅོམ་ཚར་ན། ཉོན་མོངས་པ་དེ་ཕ་མཐར་འབྱིན་ཚར་ན། གང་དུ་འགྲོ་བར་འགྱུར། ད་དགྲ་བོ་འདྲ་ཅན་ཡིན་ན། ཅིག་གིས་ང་ལ་མ་དགའ་མཁན་དཔེ་བཞག་ན། དགྲ་བོ་ཁ་ཤས་ཤིག་འདིར་ཡོད་པ་བྱས། དུས་རྒྱུན་དུ་ང་ལ་ཡ་ཅིག་བསམ་པ་དང་སྦྱོར་བ་མཐའ་དག་ངན་པ་བྱས་ཏེ་ངས་བྱས། ད་ང་སྐྱིད་པོ་ཡོད་མ་རེད། སྐྱིད་པོ་མེད་པ་ཡིན་དུས་ད་ངས་ཐབས་ཟབ་ཤོས་དེ་ཁོ་ཚོ་བསད་བཞག་དགོས་རེད་ཡང་མིན་ན་ནི་ཐག་རིང་པོ་གཅིག་ལ་ཕར། སྤྲད་བཞག་གོ་ཡག་རེད། དེ་སྤྲད་ཡག་ལ་ང་ལ་ཡག་གཅིག་དཔའ་བོའི་གོས་དཔུང་སྟོབས་ཡོད་དེ་ངན་གི། གཅིག་དམག་མི་དང་ལྔ་བརྒྱ་དྲུག་བརྒྱ་ཞིག་བྱས་ནས་དེ་ཚོའི་གི་དཔུང་གི་སྟོབས་ཀྱིས་དེ་ང་ལ་མ་དགའ་བ་བསམ་སྦྱོར་ངན་པ་བྱེད་མཁན་འདྲ་བོ་དེ་ལྟ་འདི་ནས་རྡོ་རྗེ་གདན་ནས་ཕག་བྱས་ནས་མ་རྒྱ་གར་མཐའ་མཚམས་ཞིག་ལ་མ་མ་མཐའ་མཚམས་ཞིག་ལ་སྤྲད་བཞག་ན་སྤྲད་ཐུབ་གི་རེད་བ། མ་སྤྲད་ཡག་རེད། སྤྲད་ཚར་ན་ཡང་བློ་བདེ་བོ་མི་འདུག་བ། ཡང་ཁོང་ཚོ་མ་གི་ནུས་པ་བྱེད་ཤེས་བྱེད་ཤེས་སོང་ཁོང་ཚོ་ལ་རོགས་པ་མང་པོ་རག། རེ་བ་དང་པོ་ལྔ་བཅུ་མ་ལོན་མེད་ན་དེ་ནས་བརྒྱ་ར་ད་ནས་སུམ་བརྒྱ་ཆགས་ན་ཡང་ཡོང་སྲིད་ཀྱི་རེད་བསམ་ནས་སེམས་པ་སྐྱིད་པོ་མི་འདུག་ཨའུ་ཡག་ལོག་ཡོང་ན་གང་ཤེས་ད་རྒན་མ་ཚུ་ལ་དགྲ་ལན་དགྲ་ཤ་ལེན་གྱི་རེད་བསམ་པའི་སེམས་པ་སྐྱིད་པོ་མི་འདུག་ཉོན་མོངས་པ་དེ་ཡོད་མ་རེད་རྣམ་དཔྱོད་ཀྱི་བློ་གྲོས་ཀྱིས་ཁོ་རྩ་བ་དང་བྲལ་བ་ཤེས་ཚར་ན་ཉོན་མོངས་དེ་རྩད་ནས་འབྱིན་ཚར་ན་སླར་ཡང་ཉོན་མོངས་དེ་ཡག་ཡོང་གི་མ་རེད། ཁོ་འགྲོ་སའི་གི་ཡུལ་ཡོད་མ་རེད་ལ་ཡུལ་མེད་པ་མ་ཚད་གནས་སའི་གི་རྟེན་ཡང་ཡོད་མ་རེད་ལ་ད་རུ་ཚུར་ལོག་ཡག་ཡོད་མ་རེད་ཟེར་འདྲ་ཡོད་འདུག་ཉོན་མོངས་ཉོན་མོངས་ཤེས་རབ་མིག་གི་སྤང་བདག་ཡིད་ལས་སར་གང་དུ་འགྲོ་བར་འགྱུར། གང་དུ་གནས་ནས་བདག་གནོད་བྱ་ཕྱིར་འོང། ཡུལ་ག་འདྲ་ཅིག་ལ་བསྡད་ནས་སླར་ཡང་ང་ལ་གནོད་པ་སྐྱེལ་བའི་ཕྱིར་ཡོང་ཡག་ལ་ཁོ་ལ་སྐབས་ཡོད་མ་རེད། ཉོན་མོངས་རྩ་བ་དང་བྲལ་བ་ཤེས་ཚར་བ་རེད་དེ་འདྲ་ཡོད་འདུག་གང་དུ་གནས་ནས་བདག་གནོད་བྱ་ཕྱིར་འོང། ད་འོ་ན་ཁོ་བསྐྲད་བཞག་ན་བསྐྲད་ཐུབ་བ། ཕ། ལུང་པ་གཅིག་ལ་གནད་ས་གི་རྟེན་མེད་པ། རྟེན་ཡོད་ན་ཡང་སླར་ཡང་ནུས་པ་བསྟན་ནས་ཚུར་ལོག་ནས་ང་ལ་དགྲ་ལན་བྱེད་ཡག་གི་གོ་སྐབས་མེད་པ་དེ་འདྲ་གི་ཉོན་མོངས་པ་དེ་གི་ཁུ་ཚེ་གཉིས་དེ་འདྲ་ཡིན་ན། འོ་ན་འཁོར་བ་ཐོག་མེད་ནས་ད་ལྟ་བར་དུ། བདག་དང་གཞན་སེམས་ཅན་ཐམས་ཅད་ལ་སྡུག་བསྔལ་དེ་ག་རེ་བྱས་ནས་བཟོས་པ་རེད། ཉོན་མོངས་པ་རྩ་བ་དང་བྲལ་བ་ཡིན་བཞིན་དུ་ཉོན་མོངས་པ་དེ་གིས་ང་ཚོ་ལ་ག་རེ་བྱས་ནས་གནོད་བསྐྱལ་བ་རེད། དམྱལ་བ་ལ་སོགས་པ་ངན་སོང་གི་སྡུག་བསྔལ་ལ་ག་རེ་བྱས་ནས་སྦྱར་བ་རེད་ཁོ་ལ་ནུས་པ་དེ་འདྲ་ཞིག་ག་འདྲ་ཞིག་བྱུང་བ་རེད་ཟེར་ནས་དྲིས་ན་དེ་གི་ལན་ལ་བློ་ཞེན་དག་ལ་བརྩོན་པ་མེད་པ་ཟད་བརྩོན་འགྲུས་མེད་ནས་བྱུང་བ་རེད། བློ་གྲོས་མེད་ནས་བྱུང་བ་རེད། ཤེས་རབ་མེད་ནས་བྱུང་བ་རེད་རྣམ་དཔྱོད་ཀྱི་ཤེས་རབ་མེད་བློ་གྲོས་མེད་བརྩོན་འགྲུས་མེད་སྙིང་རུས་མེད་ཞེ་བཅད་མེད་དཀའ་སྤྱད་མེད་སྡུག་བསྔལ་ལ་སེམས་མ་ཐུབ་ནས་ཉོན་མོངས་དེ་སྤྲད་མ་ཐུབ་པ་རེད་བློ་ཞེན་དག་ལ་བརྩོན་པ་མེད་པ་ཟད། ཞི་བ་ལས་དེ་སོང་འདུག་ད་ལྟའི་གཅིག་པ་རེད་འདི་སྐབས་སུ་དེ་འདྲ་ཡིན་དུས། ཞེས་ཉམས་ལེན། ང་ཚོ་ཉམས་ལེན་ཟེར་བའི་སྐབས་སུ་བླ་མ་གོང་མ་ཚོ་གི་གསུང་གི་དེ་ཚོ་ནང་ལོགས་ལ་ཡ་གཅིག་གི་དཀའ་སྤྱད་དང་སྙིང་རུས་དེ་ཚོ་ངེས་པར་དུ་དགོས་ཀྱི་ཡོད་པ་དང། ལྷག་པར་དུ་ད་ནི་གཅིག་གི་རྣམ་རྟོག་གི་ཚོགས་དེ་ཚོ་བྲལ་ལ་ཉམས་ལེན་གྱི་སྟེང་ནས་ལག་ལུང་སྐྱེས་ཚུལ་དེ་ཚོ་བྲལ་ཏེ་ཐབས་ལ་མ་རྨོངས་པ་དང། འཇུག་པ་མ་རྨོངས་པ་གཅིག་གི་ཐོག་ནས་ཉམས་སུ་ལེན་མ་ཤེས་ན་རྣམ་རྟོག་དེ་ཟད་མཐའ་ཡོད་མ་རེད། དེ་འདྲ་ཡིན་དུས་ཟད་མཐའ་མེད་པའི་རྣམ་རྟོག་དེ་ལ་ང་ཚོས་ཀྱིས་གདོང་ལེན་བྱེད་དགོས་དུས་དེ་གདོང་ལེན་བྱེད་ཡག་དེ་ལས་སླ་པོ་ཅིག་ཡོད་མ་རེད་ཁོ་དགྲ་ར་པོ་བྱེད་ན་གདོང་ལེན་བྱེད་ཡག་ལས་སླ་པོ་རེད་ཁོ་ཟུར་ཟིམ་གཅིག་བརྡུང་ད་ནི་ཆེ་ས་ནས་སད་བྱས་ན་ཁོ་ད་ག་ཅི་རེད་ད་རྣམ་རྟོག་ཟད་ཡག་དེ་ཁོ་གཅིག་གིས་སྨོན་ལམ་བརྒྱབ་ནས་རྣམ་རྟོག་ཟད་འགྲོ་ཡག་མི་འདུག་བ་ང་ཚོ་རྣམ་རྟོག་ཟད་འགྲོ་བ་ཤོག་ཟེར་ན་རྣམ་རྟོག་ཟད་ཀྱི་མ་རེད། རྣམ་རྟོག་ཟད་པའི་ཐབས་ལ་ཡང་ཆོ་ག་ཆོས་སྤྱོད་སྟོན་པ་ཡིན་ན་ཡང་རིམ་གྲོ་ག་ཚོད་ཀྱིས་བསྒྲུབ་པ་ཡིན་ན་ཡང་རྣམ་རྟོག་ཟད་ཐུབ་པ་མ་རེད། བླ་མ་ཐུགས་རྗེ་ཆེན་པོ་ལ་ཀུན་དོན་བསྐྱར་བྱས་ནས་རྣམ་རྟོག་ཟད་པའི་བྱིན་རླབས་གནང་རོགས་གནང་ཟེར་ན་བྱིན་རླབས་གནང་ཡང་ཡོད་མ་རེད། ད་རྣམ་རྟོག་ཟད་པའི་བྱིན་རླབས་རྣམ་རྟོག་ཟད་པའི་གི་ནུས་པ་དེ་རང་གི་ཤེས་རབ་ཀྱི་རྩལ། བློ་གྲོས་ཀྱི་རྩལ། དཀའ་སྤྱད་དང་སྙིང་རུས་ཀྱི་ནུས་པ་ལ་བརྟེན་ནས་གདོང་ལེན་བྱེད་ཐུབ་ན། དེ་ནི་རྣམ་རྟོག་དེ་ཚུར་གྲོགས་སུ་འགྱུར་ཐུབ་ཡག་དང། རྣམ་རྟོག་གི་ཉམས་ལེན་གྱི་གྲོགས་སུ་ཚུར་རྒྱུད་ཐོ་ཡག་དང་རྣམ་རྟོག་དེ་ཐམས་ཅད་ཕྱིན་པའི་གོ་འཕང་ཐོབ་པའི་ཐབས་ལམ་ལ་ཚུར་རྒྱུད་ཐོ་ཡག་གི་གོ་སྐབས་ཡོད་རེད། དེ་འདྲ་ཡིན་དུས། དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བ་རྟོགས་པའི་རྦ་རླབས་དང། ད་དེ་རིང་ཤར། ད་དེ་རིང། དཔེར་ན་ནམ་མཁའི་རང་བཞིན་ཁ་དོག་དབྱིབས་ལས་འདས། དཀར་ནག་དག་གིས་མི་བསྒོས་འགྱུར་བ་མེད། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར་ཟེར། འདི་སྐབས་སུ་ལ། ནང་གི་སེམས་ནི། ཕྱི་རོལ་གྱི་སྣང་བ། སྣང་སེམས་གཉིས་ཟེར་ང་ཚོས་འདིར་ཡིད་ཆེས་བསྡོད་པ་སྣང་སེམས་གཉིས་ཕྱི་རོལ་གྱི་སྣང་བ་དང་ནང་གི་སེམས། སྣང་སེམས་གཉིས་སུ་མེད་པ་གཉིས་མེད་ཤེས་པ་རེད་སྣང་སེམས་གཉིས་མེད། ཕྱི་ཡི་སྣང་བ་དང་ནང་གི་སེམས། ད་ལྟ་ང་ཚོར་ཕྱི་ཡི་སྣང་བ་ཟེར་དུས་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་ཕྱི་རོལ་ངོ་བོ་ཉིད་ཀྱི་གྲུབ་བསྡད་པ་གཅིག་ལ་ངོས་འཛིན་བྱེད། དེས་འཛིན་བྱེད་ཀྱི་ཤེས་པ་བློ་དེས་ཨོ། འདི་ནི་གཟུགས་སོ། འདི་ནི་སྒྲའོ། འདི་ནི་དྲིའོ་ཞེས་པས་གཟུགས་སྒྲ་དྲི་རོ་རེག་བྱ་སོ་སོ་ཀའི་མཚན་ཉིད་དང་རྣམ་གྲངས་མ་འདྲེས་པ་གཅིག་གི་ཐོག་ནས་ངོས་འཛིན་བྱས་ནས། ཡུལ་དང་སྣང་བ་སྦྱང་བྱེད་དུ་སེམས་འབར་བ་སྦྱང་བྱེད་དུ་འཛིན་ནས། ཡུལ་དེ་ཡུལ་གྱི་མཚན་ཉིད་དུ་ངོ་བོ་ཉིད་ཀྱིས་གྲུབ་པ་བསམ་བར་བཏང། དེ་འཛིན་བྱེད་ཀྱི་ཤེས་པ་དེས་ནང་གི་བདག་ཅན་དུ་གྱུར་པའི་ཤེས་པ་རང་གི་མཚན་ཉིད་ཀྱིས་གྲུབ་པ་བྱས་པའི་བསམ་བློ་བཏང། དེ་གཉིས་ཀྱི་བར་ལ། ཅེས་སྦྱང་བྱེད་ཐ་དད་བར་མཚམས་ཆེན་པོ་ཅིག་ཡོད་བསྡད་པ་ཅིག་གི་སྣང་བ་བྱས་ནས་སྣང་སེམས་ཀྱི་འབྲེལ་བ་དེ་དེའི་ཐོག་ལ་བསམ་བློ་བཏང་གི་ཡོད་རེད། མན་ངག་གི་ལུགས་ལ་འདིའི་སྐབས་སུ་སྣང་སེམས་དེ་གཉིས་སུ་མེད་པ་རེད། གཉིས་སུ་མེད་པའི་སྣང་སེམས་རང་བཞིན། སྣང་སེམས་གཉིས་སུ་མེད་པ། དེ་འདྲ་ཡིན་དུས་སྣང་སེམས་གཉིས་སུ་མེད་པའི་གི་རང་བཞིན་འདི། དངོས་པོའི་མཐའ་ལས་གྲོལ་བ་རེད། དངོས་མེད་ཀྱི་མཐའ་ལས་ཀྱང་གྲོལ་བ་རེད། སོ་སོ་སྐྱེ་བོ་གི་བློ་ཡི་ནང་དུ་ཡང་ན། ཆོས་དེ་དངོས་པོ་ཡིན་དགོས་ཀྱི་འདུག། ཡང་ན་དེ་དང་བྲལ་བའི་དངོས་མེད་ཡིན་དགོས་ཀྱི་འདུག་དངོས་མེད་གཉིས་ཀྱི་མཐའ་ལ་བསྡད་དགོས་ཀྱི་འདུག་བ། མན་ངག་གི་ལུགས་ལ་སྣང་སེམས་གཉིས་སུ་མེད་པའི་རང་བཞིན་འདི། སྣང་སེམས་གཉིས་མེད་ཀྱི་རང་བཞིན་འདི་དངོས་པོའི་མཐའ་ཡིས་མ་འོས་པ། དངོས་མེད་ཀྱི་མཐའ་ཡིས་ཀྱང་མ་འོས་པ་དངོས་དངོས་མེད་གཉིས་ཀ་གི་མཐའ་ལས་འདས་པ་རེད་གསུངས། དེའི་སྟོན་ཀ་ཡོད་དང་མཐའ་ལས་གྲོལ་ཚུལ་ཏེ། དཔེར་ན། ནམ་མཁའི་རང་བཞིན་ད་འདི་ཚོ་ཚང་མ་ནམ་ལོ་ཡ་ནམ་མཁའ་ནམ་མཁའ་ཟེར་ཏེ་མིང་བཏགས་ཡ་དེ་ད་དཔེ་དེ་ཚོས་ཅིག་གིས་ཁྱབ་ཆེ་ཤོས་འདྲ་བོ་ཅིག་ཆགས་བསྡད་པ་རེད། ནམ་མཁའ་དེ་ཁ་དོག་ལས་འདས་པ་དབྱིབས་ལས་འདས་པ་མཚན་ཉིད་ལས་འདས་པ། ནམ་མཁའ་དོག་ལས་འདས་པ་རང་བཞིན་ལས་འདས་པ་སོགས་མང་པོ་ཅིག་བཤད་བསྡད་ཡོད་རེད་བ། སྒྱུ་མ་ལྟ་བུ་རེད། པས་ཡོད་རེད་མི་རྣམས་ལྟ་བུ་རེད་ཟེར་པས་ཡོད་རེད་དེ་ནམ་མཁའ་དེ་ཅིག་རྒྱ་ཆེ་བ་དང་ངོས་འཛིན་བྱེད་སླ་བ་ལ་དགོངས་ནས་སྙིང་པོའི་མན་ངག་དེ་ཚོ་ནང་བློ་ལ་དཔེ་དེ་གཙོ་བྱེད་ཞོར་དུ་ནམ་མཁའ་ལ་བཞག་པ་རེད་རྗེ་བཙུན་མི་ལ་རས་པས་ཀྱང་དཔེ་དེ་ནམ་མཁའ་ལ་བཞག་པ་མང་པོ་བྱས་ཡོད་རེད་དེ་འདྲ་ཡིན་དུས། ད་ལྟ་འདིའི་སྐབས་སུ་ལ་དྭགས། དཔེར་ན་ནམ་མཁའི་རང་བཞིན་དེ་ཁ་དོག་ལས་འདས་པ། དབྱིབས་ལས་འདས་པ། འོ། ཁ་དོག་ཞེས་པའི་སྐབས་སུ་ཁ་དོག་དཀར་པོ་དང་ནག་པོ་ལ་སོགས་པའི་མཚན་ཉིད་ལས་འདས་པ། དབྱིབས་དང་གྲུ་བཞི་གྲུ་གསུམ་ལ་སོགས་པ་དེ་ཚོ་མཐའ་དག་ལས་འདས་པ། དེ་ཡིན་དུ། ནམ་མཁའི་རང་བཞིན་དེ་ཁ་དོག། དེ་བཞིན་ང་ཚོ་ནམ་མཁའ་སྔོན་པོ་ཟེར་སླ་བ་རེད་དེ། ནམ་མཁའ་སྔོན་པོ་ཟེར་སླ་ན་ཡང་སྔོན་པོའི་ནམ་མཁའ་ལ་གོས་ཡོད་མ་རེད། ནམ་མཁའ། སྔོན་འབུལ་གྱི་རྣམ་པ་ལ་སྣང་བ་རེད་མ་གཏོགས་སྔོན་འབུལ་ནམ་མཁའ་ལ་གོལ་ཡོད་མ་རེད། འོ་དེ་ལྟ་བུའི་དཀར་ནག་དག་གིས་མི་བཅོས་འགྱུར་བ་མེད་མི་དགོས་འགྱུར་བ་མེད། དཔེ་དེ་བཞིན་དུ། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། རང་གི་སེམས་དེ། ཇི་ལྟར་ནམ་མཁའ་ལ་དབྱིབས་དང་ཁ་དོག་གིས་མ་གོས་པ་བཞིན་དུ། རང་གི་སེམས་ཀྱི་གནས་ལུགས་ལ་ཁ་དོག་དང་དབྱིབས་ཀྱིས་མ་གོས་པ། ཁ་དོག་དང་དབྱིབས་ལས་འདས་པ། ད་ཁ་དོག་དང་དབྱིབས་ཟེར་ཙམ་བཤད་བཞག་པ་དེར་མ་གཏོགས་དཔེར་ན་ཁོར་བས་ཀྱི་སྐྱོན་གྱིས་མ་གོས། མྱང་འདས་ཀྱི་ཡོན་ཏན་གྱིས་མ་གོས། རེ་བས་ཀྱི་སྐྱོན་གྱིས་མ་གོས་དོགས་པས་ཀྱི་སྐྱོན་གྱིས་མ་གོས་བཟང་ངན་འདུ་ཤེས་སྣ་ཚོགས་པ། སྲིད་པའི་རྩ་བ་ཕྲ་རྒྱས་མང་པོ་ཡོད་རེད་དེ་དག་ཐམས་ཅད་དེ་སེམས་ནས་བྱུང་བ་རེད་ཡིན་ན་ཡང་དེ་གོ་ཡོད་མ་རེད། མཐའ་ཡི་འཛིན་སྟངས་མང་པོ་ཅིག་ཡོད་རེད་མཐའ་ཡི་འཛིན་སྟངས་དེ་ཚོ་མཐའ་དག་གིས་རང་གི་སེམས་ལ་གོ་ཡོད་མ་རེད། ཚད་མའི་འདུ་ཤེས་རགས་པས་ཀྱང་གོ་ཡོད་མ་རེད་ཚད་མའི་འདུ་ཤེས་ཕྲ་མོས་ཀྱང་གོ་ཡོད་མ་རེད་ཕྲ་རགས་ཀྱི་ཚད་འཛིན་གྱི་རྟོག་པ་གང་གིས་ཀྱང་གོས་མ་མྱོང་པ། དེ་ལ་བརྟེན་ནས་སེམས་ཀྱི་རང་བཞིན་དེ་འོད་གསལ། སྐྱོན་གྱིས་མ་གོས་པ་དྲི་མས་མ་གོས་པ། དེ་ལ་བརྟེན་ནས་རང་བཞིན་མྱང་འདས་ཟེར་ཡ་སྟེ། དོན་དམ་པའམ་རང་བཞིན་གཉིས་ཀྱི་མྱ་ངན་ལས་འདས་པ་ཟེར་ཡ་སྟེ། ད་ཕྱག་རྒྱ་ཆེན་པོ་བསྐང་པའི་གསུང་བཟླས་ཡ་སྟེ་དེ་རེད་འདུག། ཕྱག་རྒྱ། ཞེས་པའི་སྐབས་སུ་རྒྱ་ཟེར་ཡ་སྟེ། མི་གནས་པའི་མྱ་ངན་ལས་འདས་པའམ་རང་བཞིན་གཉིས་ཀྱི་མྱ་ངན་ལས་འདས་པ་ལ་དེས་འཁོར་འདས་ཀྱི་ཆོས་ཐམས་ཅད་ལ་བ་རྒྱལ་བཏབ་པ་ལ་རྒྱ་ཟེར་ནས་གསུངས་པ་ཡིན་སྲིད། ད་ལྟ་དུས་འཁོར་གྱི་དཀའ་འགྲེལ་གྱི་ལུགས་ལ་དེ་བཞག་འདུག། ད་དེ་འདྲ་ཅན་ཡིན་དུས་འདི་ག་ཚོ་རང་སེམས་སྙིང་པོ་ཁ་དོག་དབྱིབས་ལེན་པའི་དགེ་སྡིག་དཀར་ནག་ཆོས་བརྗོད་གོ་འོས་མ་གྱུར། ད་ལྟ་འདི་ས་ར་ཧ་གི་དོ་ཧ་ནང་ལ་ལ། ཇི་ལྟར་ནམ་མཁའི་ནམ་མཁའ་དམིགས་སུ་མེད། དེ་ལྟར་སྟོང་པའི་སྟོང་པ་བསྒོམ་དུ་མེད། ཇི་ལྟར་ནམ་མཁའི་ནམ་མཁའ་དམིགས་སུ་མེད། ནམ་མཁའི་ནམ་མཁའ་ལ་དམིགས་སུ་མི་རུང་ངམ། འདི་རེ་བ་གོ། ནམ་མཁའི་ནམ་མཁའ་ལ་དམིགས་མི་རུང་བ་རེད་དམིགས་མི་སྲིད་པ་རེད། ཇི་ལྟར་ནམ་མཁའི། རྣམ་དབྱེ་གསུམ་པ་བྱེ་བྲག་སྦྱར་ནས་ཇི་ལྟར་ནམ་མཁའི་ནམ་མཁའ་དམིགས་སུ་མེད། དེ་ལྟར་སྟོང་པས་སྟོང་པ་བསྒོམ་དུ་མེད་དེ་བཞིན་དུ་སྟོང་པ་ཉིད་ཟེར་བ་དེ་ཡང། བསྒོམ་བྱ་དང་སྒོམ་བྱེད་ཀྱི་མཐའ་ཐམས་ཅད་ལས་འདས་པ་ཅིག་རེད་མ་གཏོགས་དེའི་མ་ཤེས་ཡོན་དུ་ཡང་སྟོང་ཉིད་ཟེར་བ་དེ་སྒོམ་གྱི་མཚན་ཉིད་ཅིག་ལ་བསམ་བློ་བཏང་ནས་བསྒོམ་དགོས་རེད་ཟེར་ན་དེ་མི་འགྲིག་པ་རེད། བསྒོམ་བྱ་སྒོམ་བྱེད་མེད་པ་ལ་ཤེས་དགོས་དོ། རྟོགས་བྱ་རྟོགས་བྱེད་མེད་པ། བསྒོམ་བྱ་སྒོམ་བྱེད་མེད་པ། རྟོགས་བྱ་དང་རྟོགས་བྱེད་མེད་བསྒོམ་བྱ་དང་སྒོམ་བྱེད་མེད་པས་འབྲས་བུ་ཡང་ཐོབ་བྱ་ཡང་མེད་ཐོབ་བྱ་འབྲས་བུ་ཡང་མེད་ཐོབ་བྱེད་ཡང་མེད། རྟོགས་བྱ་རྟོགས་བྱེད་མ་དམིགས། བསྒྲུབ་བྱ་དང་སྒྲུབ་བྱེད་མ་དམིགས་དེ་ལ་བརྟེན་ནས་འབྲས་བུ་ཐོབ་བྱ་ཡང་མ་གྲུབ། དོན་དམ་པ་མེད་པར་མི་ལ་རེ་བས་ཀྱང་དོན་དམ་བདེན་པའི་དབང་དུ་ན་སྒེག་པའི་སངས་རྒྱས་ཉིད་ཀྱང་མེད། བསྒོམ་པ་པོ་མེད་བསྒོམ་བྱ་མེད་བགྲོད་བྱ་ས་དང་ལམ་ཡང་མེད་འབྲས་བུ་སྐུ་དང་ཡེ་ཤེས་མེད་དེའི་ཕྱིར་མྱ་ངན་འདས་པའང་མེད། དོན་དམ་བདེན་པའི་དབང་དུ་ཞེས་པའི་ཀ་དོན་དམ་དེ་ག་རེ་བྱེད་པར་བསམ་ན་གནས་ལུགས་ཀྱི་དབང་དུ་བསམ་མོ་བརྟགས་ན་ས་རྣལ་འབྱོར་པའི་ཉམས་ལེན་མཐར་ཕྱིན་ནས། སེམས་ཀྱི་བཙན་ས་སེམས་སྒོམ་གཉུག་མ་མངོན་དུ་གྱུར་པའི་སྐབས་སུ་དེའི་བློ་ངོ་ནས་དེ་ཡུལ་ཅན་གྱི་བློ་ཡི་ཐོག་ནས་བརྟགས་ཡོང་དུས། དེ་ནི་སྒོམ་པ་པོ་མེད་ཟེར་སྒོམ་རྒྱག་མཁན་མི་འདུག་གསུངས་པ་རེད། སྒོམ་པ་པོ་ཟེར་སྒོམ་པ་པོ་ཡང་མེད། སྒོམ་པ་པོ་མེད་པས་དེའི་བསྒོམ་བྱ་ཡང་མེད་གང་བསྒོམ་པར་བྱ་འཇུག་གི་ཆོས་ཡང་མེད། དོན་དམ་བདེན་པའི་དབང་དུ་ན། བགེགས་པའི་སངས་རྒྱས་ཉིད་ཀྱང་མེད་དང་པོ། བགེགས་མེད་བགེགས་པའི་སངས་རྒྱས་ཉིད་ཀྱང་མེད་བགེགས་ཀྱང་ཡོད་མ་རེད། གནོད་བྱེད་བགེགས་འདྲ་ང་ཚོ་གནོད་བྱེད་བགེགས་ཟེར་ནས་གནོད་པར་བྱེད་མཁན་ཞིག་ལ་སེམས་ཅན་ཞིག་ལ་བགེགས་ཐ་སྙད་བཏགས་པ་རེད་བགེགས་ཡང་ཡོད་མ་རེད་གནོད་པའི་བགེགས་ཡང་ཡོད་མ་རེད་ལ་ཕན་པའི་སངས་རྒྱས་ཡང་ཡོད་མ་རེད་གསུང་བ་རེད་བགེགས་པའི་སངས་རྒྱས་ཉིད་ཀྱང་མེད་བགེགས་དཔལ་ཟེར་དཔའ་ཟེར་དཔལ་དཔལ་ཟེར་ཡ་དེ་བགེགས་ཙམ་དུ་མ་ཟད་སངས་རྒྱས་ཡང་ཡོད་མ་རེད་གསུང་བ་རེད། ཁྱེད་རང་གི་སྡུག་ཤོས་བགེགས་དུ་བརྩི་གི་ཡོད་རེད་བགེགས་སུ་བརྩི་བ་རེད་བགེགས་ཡང་ཡོད་མ་རེད་ལ་བཟང་ཤོས་དེ་གསང་ཆེན་བརྩི་གི་ཡོད་པ་ཡིན་དུས་བགེགས་མ་ཚད་ངན་པའི་བགེགས་མེད་པ་མ་ཚད་བཟང་པོའི་གསང་ཆེན་ཡང་ཡོད་མ་རེད། དོན་དམ་བདེན་པའི་དབང་དུ་ན་བགེགས་པའི་གསང་ཆེན་ཉིད་ཀྱང་མེད། དེ་ལ་བརྟེན་ཏེ་སྒོམ་པ་པོ་མེད་སྒོམ་མཁན་ཡང་མེད། སྒོམ་པར་བྱེད་མཁན་སྒོམ་མཁན། བྱེད་པ་པོ་ཡང་སྒོམ་པ་པོ་མེད་སྒོམ་པ་པོ་མེད་པས་དེའི་བསྒོམ་བྱ་ཡང་མེད་སྒོམ་པ་པོ་མེད་བསྒོམ་བྱ་མེད། དེ་མེད་པ་ལ་བརྟེན་ནས་བགྲོད་བྱ་ལམ་བགྲོད་བྱ་ཟེར་ན་ལམ་རེད་ལམ་བགྲོད་བྱ་ས་བཅུ་དང་ལམ་ལྔ་ལ་སོགས་པ་དེ་ཚོ་ཡང་ཡོད་མ་རེད། རྟོགས་པའི་བརྟགས་པ་ཙམ་ཞིག་རེད་དོན་ལ། གནས་ལུགས་ལ་དབང་འབྱོར་བའི་ངོ་ནས་བལྟས་ན་དགོངས་པ་པོ་མེད་དགོངས་འཆར་མེད་བགྲོད་བྱ་ས་དང་ལམ་ཡང་མེད། བགྲོད་བྱ་ས་ལམ་མེད་ན། དེ་ནས་འབྲས་བུ་ག་རེ་ཡོད་མ་རེད། འབྲས་བུ་སྐུ་དང་ཡེ་ཤེས་མེད་སྐུ་ལྔ་དང་ཡེ་ཤེས་ལྔ་ལ་སོགས་པ་ཡང་ཡོད་མ་རེད་དེ་ཡང་རྟོག་པས་བཏགས་པ་རེད་གསུང་བ་རེད་གནས་ལུགས་ལ། བགྲོད་བྱ་ས་དང་ལམ་ཡང་མེད་འབྲས་བུ་སྐུ་དང་ཡེ་ཤེས་མེད་དེ་མེད་ན་དེ་ནས་མྱ་ངན་ལས་འདས་པ་ཞེས་པ་དེ་ཡང་ཚིག་ཙམ་ཞིག་རེད། ཞི་བ་ལགས་ཀྱི་གཅེན་གཅུང་རྣམས་ལ། མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ནས་འཆད་པར་མེད་དོ། མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ནས་འཆད་པར་མེད། མྱ་ངན་ལས་འདས་ཞེས་པ་དེའང་གནས་ལུགས་ཐོག་ནས་རྟོགས་པའི་རྟགས་པ་རེད། མྱ་ངན་ལས་མ་འདས་ཞེས་པ་དེ་ཡང་རྟོགས་པའི་རྟགས་ཚུལ་ཞིག་རེད། རྟོགས་པ་རང་ཉིད། ཆོས་ཀྱི་དབྱིངས་སུ་གཞི་ན་རྟོགས་པ་རང་ཉིད་གཉུག་མའི་ངང་དུ་གཞི་ན་དང་པོའི་ཆོས་ཉིད་སྟེང་དུ་ལ་སླེབས་ཐུབ་ན། མྱ་ངན་འདས་པ་དང་མ་འདས་པ་གཉིས་ཀ་ཡང་སྤྲོས་པ་རེད་སྒྲོ་བཏགས་ཆགས་སྡེག་ཡོད་རེད། དེ་ལ་བརྟེན་ནས་མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ནས་ཁྱད་པར་མེད་དོན་དམ་པ་ལ་ཁྱད་པར་མེད་གསུངས་པ་དེ་ལྟ་བུ་ཞིག་ད་ལྟ་འདིའི་སྐབས་སུ་ལ་མི་སླེབས་རེད་བས་ན། འབྲས་བུ་ཀུན་བཏང་ཡེ་ཤེས་མེད་དེ་བཞིན་མྱ་ངན་འདས་པའང་མེད་གསུངས་བ་རེད། དེ་ལ་བརྟེན་ནས་ད་ལྟ་འདིའི་སྐབས་སུ་ལྟ། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས་དགེ་སྡིག་དཀར་ནག་ཆོས་བྱེད་གོས་མི་འགྱུར། ད་དེ་གསུངས་ཡོང་དུས་ང་ཚོ་ག་རེ་ཧ་གོ་གོ་ཡོང་ཟེར་ན། ཡ། ད་ང། ད་ལྟ་སོ་སོ་སྐྱེའོ། ཉོན་མོངས་པ་ཕྱི་དབང་ཀུན་ལྡན་ཅིག་ཡིན་པ་ཅིག་ལ་ཡང་ངོས་འཛིན་བྱེད། ད་ང་འདྲ་བོ་ཅིག་ན་ང། མིང་གི་ཐོག་ནས་ཅིག་གིས་སངས་རྒྱས་བསྙེན་པ་ཟེར་མིང་བཏགས་ན་རེད། ཨོ་སྐྱབས་རྒྱལ་ཟེར་ནས་མིང་བཏགས་ན་རེད། ཨོ་ཧི་སི་ཧོ་ལི་ནེ་ཟེར་ལབ་ན་འདྲ་ཧི་སི་ཨེ་མེ་ནེ་ཟེར་ལབ་ན་འདྲ། བན་ནེ་རེ་པོ་ཟེར་ལབ་ན་འདྲ་ད་དེ་ཚོ་ཐམས་ཅད་ཏིང་ཡིག་ཤུགས་ཀྱི་ཐོབ་ཐང་རེད། ནང་པའི་ཐོབ་ཐང་གང་ཡང་མ་རེད་ད་དེ་ཡག་ཁྲིག་ཆགས་པ་རེད་ད་སྐྱབས་རྗེ་ཟེར་ཡག་འདྲ་པོ་དང་ད་ག་ནང་བཞིན་གྱི་སྐྱབས་གནས་ཟེར་ཡག་འདྲ་པོ་དང་སྐྱབས་མགོན་ཟེར་ཡག་འདྲ་པོ་དང་ག་རེ་བཏགས་བསྡད་པ་ཡིན་ན་ཡང་ཁོ་རང་ཉིད་ཀྱིས་ང་རང་ང་རང་བསམ་བློ་བཏང་ཡོད་དུས་ང་ཆགས་སོ་ཉོན་མོངས་པའི་གས་ཉོན་མོངས་པ་འཆིང་བ་ཀུན་ལྡན་ཅིག་ཡིན་པ་ལ་ཁོ་རྫུན་མེད་པ་ཁྲམ་མེད་པ། གཅིག་གི་མངོན་སུམ་ལ་མ་ཉོན་པ་བཅས་ཀྱི་ཐོག་ནས་བཤད་ཡོང་དུས་ང་ཆགས་སོགས་ཉོན་མོངས་པ་ཕྱི་དབང་ཀུན་ལྡན་གྱི་གང་ཟག་ཅིག་ཆགས་བསྡད་ཡོད་པ་རེད། འདོད་ཆགས་རང་མཚན་པ་ཡོད་ངེས་ཅིག་རེད། ཞེ་སྡང་ཡང་རང་མཚན་པ་ཡོད་ངེས་ཅིག་རེད། ཕྲག་དོག་ཡང་རང་མཚན་པ་ཡོད་ངེས་ཅིག་གི་གང་ཟག་ལ། དེ་ནི། མི་གཙང་བའི་སྐྱ་བལ་གྱི་གཏུམ་བཤགས་བལ་གྱི་སྣོད་ཅིག་ལ། གསེར་ལ་སོགས་བལ་གྱི་གཡོག་བཤགས་པ་ལྟ་བུ་ཅིག་རེད་ད་དོན་དག་དེ། འོ་དེ་འདྲ་ཅིག་གཡོག་བཤགས་པའི་གང་ཟག་ཅིག་རེད། སོ་སོས་སོ་སོར་བརྟགས་ན། རང་ལུས་རང་གིས་ལྐོག་ཏུ་མ་བཅོས་པ་ཡིན་དུས་ཆགས་སོགས་ཉོན་མོངས་པ་རང་མཚན་ཡོད་བསྡད་ངེས་ཅིག་རེད། ད་དེ་ཡིན་དུས། ད་ང་བསམ་བློ་གང་བཏང་དགོས་ཟེར་ན་ཡ། ཨ་ངའི་གི་ད་ལྟ་སེམས་ན་ཡོད་བསྡད་པའི་ཚ་གསུང་ཉོན་མོངས་པ་ཟེར་ཡ་དེ་གི་འཁོར་བ་ཐོག་མའི་གནས་ཤིག་ན་ད་ལྟ་བར་དུ་ལ་ཡ་དཔེར་ན་སྤྱིར་འཁོར་བ་བྱེ་བྲག་ངན་སོང་གི་སྡུག་བསྔལ་ལ་མང་པོ་སྦྱོར་བསྡད་རེད་སྡུག་བསྔལ་ལ་སྦྱོར་བསྡད་པ་རེད་ད། མི་བཟོད་པའི་སྡུག་བསྔལ་མང་པོ་ཅིག་ལ་སྦྱོར་བསྡད་པ་རེད་སྡུག་བསྔལ་དྲག་པོ་ཅིག་ལ་ཡ་ཚིག་གི་བསྟུད་མར་བར་མ་ཆད་པ་ཅིག་ནས་ད་སྦྱོར་བསྡད་པ་ཡིན་དུས་ཨོ་ད། བླ་མའི་མན་ངག་ཟེར་ཡ་དེ་ལ་ཡ་ཚིག་གི་སྐྱབས་བཅོལ་བླ་མའི་མན་ངག་ཟེར་བ་དེ་ལ་རེ་བ་བཅོལ། བླ་མའི་མན་ངག་བསྲེས་ཡག་དེ་ཁྱད་པར་ཅན་བྱོས་ཙང་ཐོག་མ་ནས་ཨོ། འདི་ཡིས་ལྕོག་གི་རེད། འདི་ཡིས་འགོན་གི་རེད། འོ་འདི་ཡིས་བར་དོའི་འཕྲང་ནས་འགྲོ་ཐུབ་གི་རེད། འདི་ཡིས་འཁོར་བ་ལས་སྒྲོབ་ཐུབ་གི་རེད་བསམ་པའི་ཡིད་ཆེས་ཞིག་ངོ་ཐོག་སོང། ཡིད་ཆེས་དེས་དྲངས་པས་ད་ཐོས་པ་བྱས། བསམ་པ་བྱས། སྒོམ་པ་བྱས་ཐོས་བསམ་སྒོམ་པའི་ཤེས་རབ་ཅིག་དྲངས་ཡོང་དུས་དེ་ཉམས་སུ་ལེན་ཡོང་དུས་ཨོ། ངའི་སེམས་རྒྱུད་ལ་ཡོད་བསྡད་པའི་ཤ་སོགས་ཉོན་མོངས་པ་དེ་གློ་བུར་བ་རེད་འདུག་ཨ། དེ་དོན་དུ་གྲུབ་པ་རེད་མི་འདུག། བག་ཆགས་གོམས་པའི་སྟོབས་ཀྱིས་ཐོག་མེད་ནས་གོམས་པའི་བག་ཆགས་ལ་བརྟེན་ནས་ཁོ་ཕ་གི་ལ་ལུག་རུས་ཚོད་དུ་ཡོད་བསྡད་པ་ཅིག་རེད་དེ་ལ་ཡང་ཏིག་གི་གཉེན་པོ་གཏན་ནས་ཉམས་ལེན་མ་བྱས་ན་ཁོ་རྟག་ཏུ་དེ་འདྲ་ཞིག་ཡོད་པ་རེད་ད་གཉེན་པོའི་ལྡོག་གོམས་གཏན་ནས་ཉམས་སུ་ལེན་ཐུབ་ན་ཁོ་སྤང་དུ་རུང་བ་རེད་ཤག་ཁོ་གྲགས་རུང་གི་མཚན་ཡིན་ཅི་ཞིག་རེད་ཤག་ཁོ་དོན་དུ་གྲུབ་མི་འདུག་བསམ་པའི་བསམ་བློ་བཏང་ཡོང་དུས་ཉམས་སུ་ལེན་ཡོང་དུས་གཏན་ནས། གཉེན་པོ་བསྟེན་ནས་སྤང་བྱ་ཟད། སྤང་བྱ་ཟད་ནས་འདི་ནས་གསུངས་པའི་འབྲས་བུ་དེ་ཐོབ་ཐུག་གི་འདུག་དེ་ལ་བསྟན་ཡོང་དུ་འདི། དགེ་སྡིག་དཀར་ནག་ཆོས་ཀྱི་གོས་མི་འགྱུར་ཟེར་བའི་སྐབས་སོགས་ལ་ང་ཚོའི་སེམས་ཀྱི་གནས་ལུགས་དེ་ཆ་ན་དེ་འདྲ་ཅིག་རེད་ད། ཁྱེད་རང་གི་སེམས་རྒྱུད་ལ་ཡོད་པའི་གློ་བུར་གྱི་དྲི་མ་ལ་འཇིགས་སྐྲག་དགོས་དགོས་མ་རེད། ཁྱེད་རང་གི་སེམས་རྒྱུད་ལ་ཡོད་པའི་གློ་བུར་གྱི་དྲི་མ་དེ་ལ་ཆོད་སེམས་མ་བདེ་བ་དགོས་དགོས་མ་རེད། ཡིད་ཆེས་དགོས་དགོས་མ་རེད་ཡིད་ཆེས་དགོས་དགོས་མ་རེད། ཉམས་སུ་ལོངས་དང། བླ་མས་གསུངས་པ་བཞིན་དུ་བླ་མའི་གདམས་ངག་ནི་སྟོན་པ་ལྟར་དུ་དོན་རང་བྱུང་གི་སྟེང་ལ་ཚུལ་སྦྱོར་དང། འདི་ནས་གསུངས་པའི་གི། ལམ་བདེ་བ་ནས་བདེ་བ་འབྲས་བུ་བདེ་བ་ལ་ཐོབ་ཡ་གི་ལམ་གཅིག་ཡོང་གི་རེད་ད་ཟེར་ནས་ད་གདམས་ངག་དེ་རེད་དོ། དེ་ཡིན་དུས་ང་ཚོ་གདམས་ངག་ལ་འཇུག་ཚུལ་ལ་དང་པོ་རྒྱུ་མཚན་བཤད་པའི་ཐོག་ནས་གདམས་ངག་ལ་འཇུག་དགོས་ཀྱི་འདུག་དང་པོ་ཉིད་ནས་གཅིག་རེད་གཉིས་རེད་ཟེར་བཤད་བསྡད་པ་མ་ཡིན་པ

བྱང་སེམས་ཀྱི་ཕན་ཡོན་ཤེས་ཡོར་བ། བྱང་ཆུབ་སེམས་ཀྱི་ཕན་ཡོན་འདི་དང་པོ་གཤེགས་པའི་རྒྱུ་མཚན་ག་རེ་ཟེར་ན། བྱང་ཆུབ་སེམས་ལ་སྤྲོ་བ་བསྐྱེད་པའི་ཕྱིར་དུ། བྱང་ཆུབ་སེམས་ཀྱི་ཉམས་ལེན་བྱེད་པའི་ཕྱིར་དུ། བྱང་ཆུབ་སེམས་ཀྱི་གཅིག་གི་བསླབ་པ་དང་དེའི་ཉམས་ལེན་ལ་འཇུག་པའི་ཆེད་དུ་དང་པོ་བྱང་ཆུབ་སེམས་ཀྱི་ཆེ་བ་བཤད། བྱང་ཆུབ་སེམས་སྐྱེ་བའི་ཕན་ཡོན་བཤད་མ་སྐྱེ་བའི་ཉེས་དམིགས་བཤད། བྱང་ཆུབ་སེམས་ཀྱི་ཆེ་ཆུང་དེ་ཚོ་ཚང་མ་བཤད་ནས། འོ་ད་བྱང་ཆུབ་སེམས་དེ་ལ་ཡོན་ཏན་དེ་འདྲ་ཅིག་འདུག། ཉམས་སུ་ལེན་ཐུབ་ན་ནུས་པ་དེ་འདྲ་ཅིག་ཕན་ཡོན་དེ་འདྲ་ཅིག་འདུག་བསམ་ནས་སྤྲོ་བ་སྐྱེས་ཡོང་དུས་དེ་བྱང་ཆུབ་སེམས་ལ་འཇུག་པའི་གེགས་ཐབས་ལ་འགྲོ་གི་ཡོད་རེད། ལྟ་དེ་འཇུག་པར་བྱེད་པ་ལ་ལེའུ་གཉིས་པ་ལ་སྡིག་པ་བཤགས་པའི་ལེའུ་བཤད་ཡོང་དུས་འོ་ད་དེ་ག་ཚང་འཇུག་ཆོག་ཆོག་མི་འདུག་ད་ག་རེ་དགོས་རེད། ཚེར་བ་ཁུ་བ་ཐོག་མེད་ན་བསགས་པའི་སྡིག་སྒྲིབ་དེ་སེམས་ལ་ཡོད་རེད། སེམས་ཀྱིས་བསགས་བཞག་པའི་གེགས་ལས་སྒྲིབ་དང་སྒྲིབ་པ་དང་ཉེས་པ་དེ་སྦྱང་མ་ཐུབ་ན་བྱང་ཆུབ་སེམས་སྐྱེ་ཐུབ་ཀྱི་མ་རེད། སྐྱེ་བ་ལ་གེགས་བྱེད་ཀྱི་རེད། དེ་སྐྱེས་མ་ཐུབ་ན་བསླབ་པ་ལ་སློབ་ཐུབ་ཀྱི་མ་རེད། དེ་འདྲའི་བྱང་ཆུབ་སེམས་སྔར་མེད་པ་རྒྱུད་ལ་སྐྱེ་བ་དང་དེ་དག་གིས་བསླབ་པ་ལ་སློབ་པར་བྱེད་པ་ལ་དང་པོ་སེམས་ཀྱི་སྒྲིབ་པ་ཟད་དགོས་ཀྱི་འདུག་སེམས་ཀྱི་ཉེས་པ་དེ་མ་སྦྱང་དགོས་ཀྱི་འདུག་ཟེར་བཤད་ཡོང་དུ་སྡིག་པ་བཞག་པ་འོ་དེ་འདྲ་ཟེར་གོ་རིམ་འདྲ་པོ་དེ་འདྲས་སུ་མ་སླེབས་ཡོང་དུ་བྱང་ཆུབ་སེམས་ཀྱི་ཡོན་ཏན། ཡོན་ཏན་བཤད། དེ་ནས་སྡིག་པ་བཤགས་པ་བཤད། སྡིག་པ་བཤགས་ཚར་ནས་བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་བ་བཤད། བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་ཟེར་དུས་བྱང་ཆུབ་སེམས་ཀྱི་སྡོམ་པ་ཞུ། དེ་ནས་བྱང་ཆུབ་སེམས་རྒྱུད་ལ་སྐྱེས། སྐྱེས་ཟེར་ནས་ཉམས་སུ་ལེན་དགོས་བ་རེད། ཉམས་སུ་ལེན་པ་ཡང་ཕན་གྱི་མ་རེད། དེ་ནས་ལེའུ་བཞི་པ་དེ་ལ་བག་ཡོད་པ་དང་ལྔ་པ་ཤེས་བཞིན་གྱི་ལེའུ་བཤད་ཡོང་དུས་བྱང་ཆུབ་སེམས་ཀྱི་སྡོམ་པ་ཞུས་ཚར་བ་དེ་བྱས་ན་དྲན་ཤེས་བག་ཡོད་ཀྱིས་བསྲུང་དགོས་ཀྱི་རེད་མ་གཏོགས་བྱང་ཆུབ་སེམས་པ་ལས་དང་པོ་བ་རེད་འཁོར་བ་ཐོག་མེད་ནས་བྱས་ནས་བག་ཆགས་ངན་པས་དབང་དུ་སོང་བ་ཡིན་དུས་རྐྱེན་ཕྲ་མོ་རེད་ཀྱང། སེམས་ཤུགས་མ་རུངས་པ་བཟོ་གི་རེད་དཱ། དེ་ཡི་ཕྱིར་ན་ཁྱོད་དྲན་པ་བསྟེན་དགོས་རེད་ཤེས་བཞིན་བསྟེན་དགོས་རེད་བག་ཡོད་པ་བསྟེན་དགོས་རེད་དེ་བསྟེན་ན་ཞུས་ཟིན་པའི་སྐྱེས་ཟིན་པའི་བྱང་ཆུབ་ཀྱི་སེམས་དེ་རང་རྒྱུད་ལ་མ་ཉམས་པར་གནས་ཐུབ་ཀྱི་རེད་ཅེས་ནས་དྲན་ཤེས་བག་ཡོད་བཤད། འོ་དེ་འདྲའི་སེམས་དེ་གོ་རིམ་དེ་ཁོ་རང་དེ་འདྲས་མ་ལེའུའི་གོ་རིམ་བསྒྲིགས་ཡོང་དུས་ཡང་ཅིག་སྔ་མ་སྔ་མ་གི་ཕྱི་མའི་ཕྱི་མ་ཡོན་ཏན་འདྲེན་ཐུབ་པ་ཕྱི་མ་ཕྱི་མ་དེ་གི་སླར་ཡང་དེ་ཡི་ཕྱི་མ་ཕྱི་མ་གི་ཡོན་ཏན་འདྲེན་ཐུབ་པའི་གི་རྒྱ་བའི་བསྟན་པ་གི་འཇུག་པ་ལ་ལམ་གྱི་རིམ་པ་དེ་ཚོ་བྲིས་ཏེ་གཅིག་གིས་གཅིག་དུག་ཟེར་འདྲེན་ཐེབས་པ། ལྟོས་གོ་རིམ་བཞག་འདུག་བ་འོ། དེ་ལྟ་བུ་བྱས་ནས་ང་ད་འདི་སྐབས་སུ་ལ་ལྟ་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདི་དགེ་སྡིག་དཀར་ནག་ཆོས་ཀྱི་གོས་མི་འགྱུར་ཞེས་པའི་སྐབས་སུ། ལྟོས། གཅིག་གིས་དང་པོ་སེམས་ཀྱི་གནས་ལུགས་དང་ཡིན་ལུགས་དེ་ཡི་གཤིས་དང་དེ་ཡི་བབས་དེ་གསུངས་ཡོང་བ་རེད་དེ་སོང་དུས་ད་བྱང་ཆུབ། རིན་ཆེན་བྱང་ཆུབ་ཀྱི་སེམས་ཟེར་ན་མི་འདུག་དོན་དམ་བྱང་ཆུབ་ཀྱི་སེམས་ཟེར་ན་མི་འདུག་དེ་ལྟ་བུའི་གི་གནས་ལུགས་གཉུག་མ་ཕྱག་རྒྱ་ཆེན་པོའི་གི་མན་ངག་ནས་བཤད་པའི་སེམས་ཀྱི་རང་བཞིན་འོད་གསལ་གནས་ལུགས་དེ་རང་ལ་ཡོད་པ་ཤེས་ཡོང་དུ་དགའ་བ་སྒོམ། སྤྲོ་བ་བཅས་ཡག་ད་འཕྲོ་བརླག་བཏང་ཆོག་མི་འདུག་ད་འབྱོར་མི་ལོས་འཕྲོ་བརླག་བཏང་དུས་ཚོད་འཕྲོ་བརླག་བཏང་ན་འགྲིག་གི་མི་འདུག་ནམ་ཕྱིས་ཆ་མེད་རེད་ཕྱི་ཆིངས་ངེས་མེད་རེད་ད་ད་ལྟ་གཉིས་ནས་ངས་ཀྱི་བློ་ཆོས་སུ་འགྲོ་བ་ཆོས་ལམ་དུ་འགྲོ་བ་ལམ་འཁྲུལ་པ་སོ་འཁྲུལ་པ་ཡིས་སུ་འཆར་བ་ཞིག་གོ་རིམ་བཞིན་དུ་ཡོང་བར་བྱེད་པ་ལ་ད་འདི་ལྟ་བུའི་གྱི་སྙིང་པོའི་གནས་ལུགས་དེ་རང་རྒྱུད་ལ་ཡོད་པ་དེ་འཕྲོ་བརླག་མ་བཏང་བ། བདག་པོའི་ཁྱིམ་དུ་གཏེར་རྙེད་པ་ལྟ་བུ་དབུལ་པོའི་ཁྱིམ་དུ་གཏེར་རྙེད་པ་ལྟ་བུ་བས་ན་དགའ་བ་བསྒོམ་དགོས་རེད་ཟེར་ཡག་གི་ད་ཡོན་ཏན་དེས་སེམས་ལ་ཡ་གདེང་དང་སྤོབས་པ་སྐྱེ་བའི་ཆེད་དུ་གསུང་བ་རེད་ཤག་ལགས་སོ་ཆོས་ཐུན་དང་པོ་དེ་དེར་མཚམས་བཞག་ན། བྱང་ཆུབ་ཤོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་ལེགས་པར་གསན་ཐབས་ལས་གསན་པར་ཞུ། ད་དེ་ལ་ཐུན་སྔ་མ་ལ་ཞུས་པ་ལྟར་དུ། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། དགེ་སྡིག་དཀར་ནག་ཆོས་ཀྱི་གོས་མི་འགྱུར། རང་སེམས་སྙིང་པོ་དེ་དགེ་བ་དང་སྡིག་པ་དང་ལ་སོགས་པའི་ཚད་མེད་ཀྱི་ཆོས་ཀྱི་གོས་མ་མྱོང་བ་རེད། སྣང་སེམས་གཉིས་མེད་ཟིན་གྱི་དེ། སྣང་བ་ཟེར་བ་དེ་སེམས་ཀྱི་འཕྲོ་འདུ་རེད། དེ་ལ་བརྟེན་ནས་སྣང་བ་ཟེར་མིང་བཏགས་པ་མ་གཏོགས་དོན་ལ་ཡོད་ན་སྣང་བ་ཟེར་མིང་བཏགས་ཀྱི་ཡོད་མ་རེད། དོན་ལ་ཡོད་ན་ཁོ་བདེན་པ་རེད། ངོ་བོ་ཉིད་ཀྱིས་གྲུབ་བསྡད་པ། བར་རྟོག་པས་ཀུན་ཏུ་བརྟགས་པ་ཙམ་མ་ཡིན་པར། རང་གི་སྡོད་ལུགས་ནས་སམ། རང་གི་ངོ་བོ་ཉིད་ཀྱིས་གྲུབ་པའི་ཆོས་དེ་ལ་བདེན་པར་གྲུབ་པའི་ཚད་དེ་ཐིག་བཞག་དགོས་ཀྱི་རེད། དེ་ལྟར་ཆོས་རྣམས་ལ་བརྟགས་པས། བློ་ཡང་དག་པས་བརྟགས་པས་ཕྱིའི་སྡུད་པའི་ཆོས་དང། ནང་གི་སྡུད་པའི་ཆོས་ཕྱི་ནང་གི་ཆོས་ཐམས་ཅད་ལ་བརྟགས་ཤིང་དཔྱད་ན། བརྟགས་ཤིང་དཔྱད་ནས་ཡང་དག་པའི་བློ་ཡི་སྟོབས་ཀྱིས་བརྟགས་ཤིང་དཔྱད་པའི་དཔྱད་དོན་དེ་ག་རེ་རྙེད་པ་རེད་ཟེར་ན། ངོ་བོ་ཉིད་ཀྱིས་མ་གྲུབ་པ་སྤྲོས་པའི་མཐའ་ཐམས་ཅད་དང་བྲལ་བའི་གནས་ལུགས། དམིགས་པ་མེད་པ། གནས་མེད་པ། རྩ་བ་མེད་པ། རྩ་བ་མེད་གནས་མེད་པའི་རྒྱུ་མཚན་དེ། ག་རེ་བྱས་ནས་གནས་མེད་པ་རེད་ག་རེ་བྱས་ནས་རྩ་བ་མེད་པ་རེད་ཟེར་ནས་བསམ་བློ་ཞིག་བཏང་ཡོང་དུས། བསྒོམ་པའི་མཉམ་བཞག་གི་མཐུ་ཡིས་ངང་དུ་མཉམ་པར་བཞག་པའི་བློ་ཡི་སྟོབས་ཀྱིས་བརྟགས་ཡོང་དུས། དེ་དག་ཐམས་ཅད་དེ་གཉིས་སུ་འཛིན་པའི་བག་ཆགས་ཀྱི་དབང་གིས་གཉིས་སྣང་གི་བག་ཆགས་སམ་མ་རིག་པའི་ཀྱི་སྟོབས་ཀྱིས་བྱུང་བ་རེད། དེ་ལ་བརྟེན་ནས་ཡོད་དོ། མེད་དོ། དོན་ལ་ཡོད་དོ། བསམ་པ་ལ་སོགས་པའི་གེགས་བ་བློ་ཡིས་ཀུན་ནས་བརྟགས་པ་ཙམ་གྱིས་མ་ཟིན་པར་ཡུལ་ཁོ་རང་གི་སྟེང་ནས་ཇི་ལྟར་བརྟགས་པ་ལྟར་དུ་ཡོད་པ་གཅིག་ལ་རེ་བ་བརྒྱབ། དེ་ལ་ཡང་ཡིད་ཆེས་བྱས། ཇི་ལྟར་རྨི་ལམ་གྱི་ནང་དུ་བཟང་པོའི་རྨི་ལམ་བྱ་དགའ་ཐོབ་པ། རྒྱལ་པོའི་གོ་གནས་ཐོབ་པ། དཔལ་འབྱོར་ཐོབ་པ། ལ་སོགས་པའི་ཀྱེ་བཟང་མཆོག་གི་རྨི་ལམ། ངན་ཕྱོགས་ཀྱི་རྨི་ལམ་དེ། སྟག་གཟིག་སྐྱེངས་སེང་ལ་སོགས་པའི་ཀྱེ་འཚལ་བ། ས་གཡོས་མེ་དགྲ་ལ་སོགས་པའི་འབྱུང་བཞི་ཀྱི་གནོད་པ། ལ་སོགས་པ་ཀྱེ། ཅིག། ངན་པའི་རྨི་ལམ། ཡང་བར་མེད་ཀྱི་རྨི་ལམ་དེ། ཡུལ་འཁོར་སྤྲོ་འཆམ་ལ་སོགས་པ་འགྲོ་ཡ་ལ་སོགས་པ། དེ་བཞིན་དུ་ལ་ཅིག། བྱ་བ་གང་དང་གང་བསྒྲུབ་པ་ལ་སོགས་པ་དེ་ཚོ་རེད་དེ། བར་མའི་བཏང་སྙོམས་ཀྱི་རྨི་ལམ་རེད། དེ་ལྟ་བུའི་བཟང་ངན་བར་མའི་རྨི་ལམ་གང་བཏང་པ་དེ་ཇི་སྲིད་གཉིད་མ་སད་ཀྱི་བར་དུ། རྨི་ལམ་ནང་དུ་འཁྲུལ་བའི་རིང་ལ། ཇི་ལྟར་རྨི་ལམ་ནང་དུ་རྨིས་པའི་བཟང་ངན་གྱི་སྣང་བ་སྣ་ཚོགས་པ་དེ། དོན་ལ་རྨི་ལམ་ནང་དུ་ཤར་བཞིན་དུ་ཡོད་མ་རེད་དེ། ཡིན་ན་ཡང་ཉིང་འཁྲུལ་གྱི་རྗེས་སུ་སོང་ཡོང་དུས། དེ་ལས་བག་ཆགས་དེ་གཏན་ཡོང་དུས་དོན་རྣམས་མེད་པར་ཡོད་པ་གཞན་ཡོང་དུས་རྨི་ལམ་གྱི་ནང་དུ་ངན་པའི་རྨི་ལམ་དང་དུ་སྡུག་བསྔལ་ཡོང་གི་ཡོད་རེད། ཇི་སྲིད་བཟང་ཕྱོགས་ཀྱི་རྨི་ལམ་དེ་རྨི་ལམ་རྨིས་པའི་རིང་ལ་ཇི་ཙམ་རྨི་ལམ་རྨིས་པའི་རིང་ལ་དེ་ཙམ་དུ་བདེ་བ་དང་སྐྱིད་པའི་ཚོར་བ་དེ་རྨི་ལམ་ནང་དུ་ཡོང་ཆོག་གི་འདུག་བ། དེ་ལྟར་ཉིན་མོའི་བག་ཆགས་ཀྱི་སྟོབས་ཀྱིས་སྣང་བས་ད་ལྟ་ང་རང་ཚོ་ལ་སྒྲ་སྙན་བར་མེད་ཀྱི་ཅིག་ཆགས་སྡང་གི་བློ་ལ་བརྟེན་ནས་ཅིག་སྡུག་བསྔལ་ཁོར་མོ་ཡུལ་དུ་སྤྱོད་བཞིན་པ་འདི་ཚོ་བྲལ་དེ་ཡང་བག་ཆགས་ཕྱིན་ཅི་ལོག་པའི་གཞན་དབང་དུ་སོང་ནས་འཁྲུལ་བདེ་བ་རེད་མ་གཏོགས་རྨོངས་བདེ་བ་རེད་མ་གཏོགས། རྣལ་འབྱོར་པའི་ཀྱི་བློའམ་བསྒོམས་པའི་ཤེས་རབ་དོན་དམ་རྣམ་པར་ངེས་པའི་བློ་ཡི་སྟོབས་ཀྱིས་བསྐྱེད་ན་དེ་དག་དང་པོ་ཉིད་ནས་མེད་པ། རྩ་བ་ནས་མེད་པ་སྡོད་ལུགས་ནས་མེད་པ་ཡིན་ལུགས་གཤིས་ཀྱི་ནང་ནས་གྲུབ་མ་མྱོང་པ་ཡིན་དུས་དེས་དེ་ལྟར་མ་གྲུབ་པར་ཤེས་པས། སྡུག་བསྔལ་ལས་གྲོལ་བ། མཐར་འཛིན་ལས་གྲོལ་བ། དམིགས་པའི་གཏད་སོ་ལས་གྲོལ་བ་ཡོང་བ་རེད། རྒྱུ་མཚན་མེད་ལ་རེ་བས་ཀྱང་ང་སྔོན་ཆད་རྨོངས་པའི་མགོ་བོ་འཁོར། མ་རིག་འཁྲུལ་བའི་ཚང་དུ་ཞུགས། ཕན་གནོད་ཀྱི་ལྷ་འདྲེ་བདེན་པར་བཟུང། ད་གྲུབ་ཐོབ་རྗེ་ཡི་བཀའ་དྲིན་གྱིས་འཁོར་འདས་དགག་སྒྲུབ་མེད་པར་གོ། ང་སྔོན་ཆད་རྨོངས་པའི་མགོ་བོ་འཁོར། བླ་མའམ་རྗེ་བཙུན་མར་པ་བློ་གྲགས་མ་བསྟེན་པའི་སྔོན་དུ། ནཱ་རོ་དང་མི་ཏྲི་གཉིས་ནི་སྤྱོད་པའི་ལམ་ཟབ་མོ་ཕྱག་རྒྱ་ཆེན་པོའི་གདམས་ངག་རྒྱུད་ལ་མ་བྱས་ཀྱི་གོང་དུ། སྔོན་ཆད་རྨོངས་པའི་མགོ་བོ་འཁོར་སོང། སྔོན་ཆད་རྨོངས་པའི་མགོ་བོ་འཁོར་དགོས་པའི་རྒྱུ་མཚན་དེ་རྒྱུ་གང་ལ་བརྟེན་རྐྱེན་གང་ལ་བརྟེན་ཟེར་ན། མ་རིག་འཁྲུལ་བའི་ཚང་དུ་ཞུགས་ཐོག་མེད་ནས་གཏི་མུག་བདེན་འཛིན་ལྷན་སྐྱེས་བདེན་འཛིན་མ་རིག་པ་དེའི་ཚང་གི་ནང་དུ་ཞུགས་ཡོང་དུས་དེའི་ཚང་དེ་ནག་ཀུང་ཆགས་དེ་དེའི་ནང་དུ་ཅིག་འཁོར་བསྡད་དུས། དཔེར་ན་བུམ་པའི་ནང་དུ་ཆུ་བེད་ཀྱི་འབུ་སྦྲང་མ་ལྟ་བུ་ཅིག་འཁོར་བསྡད་དུས་དེའི་ནང་དུ་རང་དབང་མེད་པ། མཚམས་མཚམས་བུམ་པའི་སྟོད་ལ་སླེབ། མཚམས་མཚམས་བུམ་པའི་རྐེད་པ་ལ་སླེབ། མཚམས་མཚམས་བུམ་པའི་ལྟོ་བ་ནང་དུ་འཁོར་ནས་བུམ་པའི་གའི་སྟོད་བར་སྨད་གསུམ་ལ་རང་དབང་མེད་པར་འཁོར་བསྡད་པ། དཔེ་དེ་ལྟར་དུ། མཚམས་མཚམས་ལ་བདེ་འགྲོ་གསུམ་ལ་འཁོར། མཚམས་མཚམས་ལ་ངན་འགྲོ་གསུམ་ལ་འཁོར་ནས་འགྲོ་བ་རིགས་དྲུག་ལ་ཟོ་ཆུན་གྱི་ཆུན་མོ་ནང་ལྟར་བྱས་ནས་རང་དབང་མེད་པར་འཁོར་བསྡད་པ་རེད། མ་རིག་འཁྲུལ་པའི་ཚང་དུ་ཞུགས། དེ་ལ་བརྟེན་ནས་མ་རིག་པའི་ཚང་ཞུགས་པ་ལ་བརྟེན་ནས་དེའི་སྟོབས་ཀྱིས། རང་དབང་མེད་པར་སོང། རང་དབང་མེད་པར་སོང་ཡོན་དུ་ཕན་གནོད་ཀྱི་ལྷ་འདྲེ་བདེན་པར་བཟུང། ཕན་པའི་ལྷ་སྲས་གཅིག་ལ་རེ་བ་ཡོང་གི་འདུག་དེར་བསྟོད་པས་བསྟོད་ཆོས། གནོད་པའི་བགེགས་དང་འདྲེ་སྲས་གཅིག་ལ་ཡང་དོགས་པ་ཡོང་བསྡད་ཀྱི་འདུག།